རེད་ད་ད་ལྟ་ང་ཚོའི་ད་ལྟ་ཐུགས་དམ་ཉམས་བཞེས་ཀྱི་ད་ལྟ་ང་རང་ཚོ་ཚན་རིག་པ་ད་མང་པོ་ཅིག་འདུ་འཛོམས་ཀྱི་བགྲོ་གླེང་གནང་བ་དེ་ད་དེ་རིང་ཐེངས་དང་པོ་འགྲོ་ཅིག་ཆགས་བསྡད་ཡོད་རེད་ད་དེའི་སྔོན་ལ་ང་ཚོ་བགྲོ་གླེང་དང་པོ་ཅིག་ང་ཚོའི་དཔེ་ཁའི་ལོ་ཁ་ཤས་ཀྱི་སྔོན་ལ་ང་ཚོ་རྡ་རམ་ས་ལ་ལ་ཡར་བྱུང་བ་རེད་དེ་རྡ་རམ་ས་ལ་ལ་ཡར་བགྲོ་གླེང་གནང་ཡས་དེ་ད་ལྟ་ཉམས་བཞེས་གནང་མཁན་ཐུགས་དམ་ཐོག་ལ་ཡར་ཉམས་བཞེས་གནང་མཁན་ཚན་རིག་པ་གཙོ་བོ་དེ་གས་དེ་མ་གཏོགས་མཉམ་ཞུགས་གནང་ཡོད་མ་རེད་ད་རེད་དེ་ཡང་ཚན་རིག་པ་མཉམ་ཞུགས་གནང་བ་མ་ཟད་བོད་ཀྱི་དེའི་དང་འབྲེལ་བ་ཡོད་པའི་ཐོག་ནས་ང་རང་ཚོའི་དགེ་འདུན་པ་དང་ཉམས་བཞེས་ལས་རོགས་ཞུ་ན་འགྲིག་གི་འདུག་ཁོ་རང་ཚོ་ཚང་མ་འཛོམས་པ་མ་ཟད་བོད་ཀྱི་གྲྭ་ཚང་སོ་སོ་སོ་སོ་གི་ཚན་རིག་འགན་འཛིན་ཁོ་རང་ཚོ་ཚང་མ་འདུག་མཉམ་ཞུགས་གནང་ཡོད་རེད། འདིའི་སྔོན་དང་མེད་འདྲ་བ་ཅིག་ག་རེ་ཡོད་རེད་ཟེར་ན་ད་རིང་ང་རང་ཚོ་སྦེང་གློར་དུ་རྟེན་གཞི་བྱས་པའི་ནི་ཧམ། University། ཁོ་རང་ཚོ་དེ་མཉམ་ཞུགས་གནང་བ་མ་ཟད། ཁོ་རང་ཚོའི་ཚན་རིག་རྒན་པ་བ་ཅི་མི་གྲངས་བརྒྱད་ཙམ་ཞིག་དེ་རིང་འདུག་མཉམ་ཞུགས་གནང་བྱས། ཁ་སང་ཉི་མ་གཅིག་རིང་དེ་ལ་ཡ། ད་ལྟ་བར་དུ་ང་ཚོའི་ལས་གཞི་གར་སྤེལ་འདུག། དེ་མ་འོངས་པ་ཕྱིན་ཆད་ལ་ཡ། ང་རང་ཚོ། གར་ཚོགས་ད་ལྟ་བར་དུ་ཉམས་ཞིབ་བྱས་ནས་ཐུགས་ཤོར་ཕྱིན་པ་གར་འདུག། མ་འོངས་པ་ལ་ཡ་ང་ཚོས་ཁ་སྣོན་བརྒྱབ་དགོས་ཡ་གར་འདུག། ཡང་བྲོ་ཚོང་གི་ཐོག་ནས་ང་རང་ཚོ་ཡང་དུ་བ་ཅིག། ཅིག་བཙལ་ཐབས་འདྲ་བོ་ཅིག་གར་བྱེད་དགོས་ཀྱི་འདུག། དེ་འདྲའི་ཐོག་ལ་ཡང་བཀའ་མོལ་ལྷུག་པོ་རེ་བྱེད་ཤེས་ར་བྱུང་སོང། ད་དེ་རིང་བྱས་ས་གཉིས་བྱས་ཉི་མ་གནངས་གཉིས་ཀ་ཉི་མ་གསུམ་རིང་དེ་ལ་ཡང་ནས་སྐུ་ཞོགས་ཚོ་ལ་ཡང་ཡང་ཅིག་ཁྲུས་བྱས་གསར་པ་དང་དུས་ཚོད་ཅིག་ཟབ་སྦྱོང་ཕུལ་ཡ་འགྲོ་བ་ཅིག་རེད་བེད་སྤྱོད་བཏང་སྟངས་རེད་ཐོ་བརྒྱབ་སྟངས་རེད་ནས་ང་རང་ཚོ་ཅིག་ཅིག་གློག་ཀླད་རེད་དུས་ཚོད་ཚང་མ་ཅིག་བེད་སྤྱོད་བཏང་སྟངས་དེ་འདྲའི་ཐོག་ལ་ཡང་དེ་ཁོ་རང་ཚོ་དེ་ཟབ་སྦྱོང་དེ་ཕུལ་དགོས་རེད། ལྟ་དེ་ང་ཚོས་ཐུགས་སྡང་གི་ཉམས་ཞིབ་འདིའི་ཐོག་ལ་ཡང་ང་ཚོས་གལ་ཆེན་པོ་གཅིག་རྐང་གཙོ་བོ་འདྲི་དེ་ག་རེ་རེད་དེ་རྒྱ་བོད་རོམ་བཅས་ཀྱི་གོང་གཞིས་སྔོན་མ་ནས་ད་ཅིག་ང་རང་ཚོའི་གི་ཅིག་ནང་པའི་གི་ཐོག་ནས་ང་རང་ཚོའི་ཅིག་རྣམ་ཤེས་ཟེར་དེ་ང་ཚོ་ཅིག་ག་འདྲ་ཅིག་ལ་ཡང་ང་ཚོས་འགྲེལ་བཤད་རྒྱབ་ཀྱི་ཡོད་མེད་རྣམ་ཤེས་དེ་གི་ནུས་སྟོབས་ག་རེ་ཡོད་མེད་དེ་ནི་ང་རང་ཚོས་ཅིག་ཚན་རིག་གི་ཐོག་ནས་ང་ཚོ་ར་འཕྲོད་ཐུབ་ཡ་ཅིག་རེད་བ། ད་དཔེར་ན་ང་རང་ཚོ་སྒོམ་མཉམ་དྲུག་བྱས་པ་ལ། ཅེ་ཅི་ད་སྒོམ་བརྒྱབ་ཟེར་དུས་ང་ཚོས་སྒོམ་གཅིག་པོ་ཅིག་ཅི་ཡོང་འགྲོ་བ་ཅིག་དེ་བསམ་བློ་བཏང་གི་འདུག་ད་འདི་ནང་ལ་སྒོམ་ཉམས་ལེན་གནང་ཡ་དེ་ལ་དེ་ལ་ཡ་ད་རིམ་པ་མང་པོ་ཞུ་བྱས་རེད། གཏིང་ཟབ་ལོས་མང་པོ་ཅིག་ཡོད་རེད། ལྷ་མི་འདྲ་བ་མང་པོ་ཅིག་སྒོམ་བསྡད་ཡ་ཡོད་རེད། དེ་འདྲའི་སོང་ཙང་ད་འདི་ནི་རྒྱུ་མཚན་ལ་བརྟེན་བྱས་ནས་ནི་ང་རང་ཚོའི་གི་ཀླད་པའི་གི། བདག་ག་རེ་བྲིས་ཀྱི་འདུག། ཨ་ནེ། ང་རང་ཚོའི་གཟུགས་པོའི་གི་བདག་ག་རེ་བྲིས་ཀྱི་འདུག་སྙིང་གི་བདག་ག་རེ་བྲིས་ཀྱི་འདུག་ཁྲག་ཤུགས་ག་འདྲེ་འཕར་གྱི་འདུག་ག་འདྲེ་ཆགས་ཀྱི་འདུག་ད་འདི་ང་རང་ཚོས་དཔེ་ཞིབ་འཇུག་མང་པོ་ཞིག་ཅིག་བྱེད་ཐུབ་གོ་རེད་ད་རོ། དེ་འདྲ་བྱས་བྱས་ད་འདི་སྐབས་རེ་སྐབས་རེ་ཡང་གུང་ལ་དྲིལ་བུ་དེ་འདྲའི་ཆེ་སྙུང་ཤས་མང་པོ་ཡོད་པ་ཅིག་ལ་ཡང་ཡང་ཅིག། ཐུག་དེ་ཡང་ལྷོད་ལྷོད་ཡིན་པ་འདྲ་བོ་དང།

བཀའ་ཁྲི་སུ་འཛག་ཅི་ད་ང་ཚོས་ཐུགས་དམ་ཟི་དུས་གང་ན་ང་རང་ཚོ་དགོངས་པ་རྫོགས་ཚར་བའི་རྗེས་ཀྱི་ད་ཅིག་མུས་མཐུད་ནས་ད་བས་ཅིག་གར་སོང་ཅིག། རྟོགས་པ་ཅིག་ལ་ཅིག་གནས་ཐུབ་ཡ་སེམས་ཅིག་དེ་ཅིག་ལ་གནས་ཐུབ་ཡ་འགྲོ་ཅིག་དེ་གསུང་གོ་ར་བ། བཀའ་ཁྲི་སུ་འཛག་ང་རང་ཚོ་ཚན་རིག་པས་ཀྱི་ད་ནུབ་ཕྱོགས་བས་ཀྱི་སྨན་གྱི་འགྲོ་ཕྱོགས་ཐོག་ནས་ག་རེ་ཟེར་གི་བ་རེད་མི་གྲོངས་བཞག་ཟི་དུས་གང་ན་དེ་ག་རེ་ལྟར་ནས་མི་གྲོངས་བཞག་ཟེར་གི་བ་རེད་སྙིང་དགག་པ། ཁྲག་དགའ་བ། རུ་བ་དབུགས་དགའ་བ། དེའི་རྒྱུ་མཚན། དེའི་རྒྱུ་མཚན་གཙོ་བོ་དེ་ལ་བལྟས་ཞེ་ན་ཁོ་མིའི་གྲོང་ཤག་ཟེར་གི་རུ་བ། ད་ཡིན་ནའི་ལས་མི། ཁོ་དེ་སྙིང་དང་དབུགས་དང་དེ་གི་དེ་དགའ་ཚར་དེ་ཡིན་ནའི་ད་དུ་མུས་མཐུན་ནི། ནི་སྐུ་གཟུགས་དེ་ནི་པའི་གསོལ་བ་དེ་ཡ་དོ། སྙིང་པོ་དེ་ཡ། དུ་སྐུ་མདོག་དེ་ནི་རྒྱུ་བ་མ་ཐེབས་ཡ། ད་ག་ན་ཤིང་གི་ཡང་སྐབས་རེ་སྐབས་རེ་ཡང་ཅིག་ཚུར་འགྲིམ་དྲི་མ་དྲོ་དེ་འདྲའི་ཅིག་ཁ་ཡ་དྲོ་དང་དེ་འདྲས་ལ་སོགས་པ་དག་དེའི་རིགས་མང་པོ་ཞུ་ཅིག་འོང་འདི་ཡི་དུ་བ། དེ་འདྲས་སོང་ཙང་འདིས་ངའི་བསམ་བློ་ལ་ཡག་འདི། ཅིག་ང་རང་ཚོ་གི་ཞིབ་འཇུག་ཡག་པོ་ཅིག་གནང་ཐུབ་པ་འགྲོ་བ་ཅིག་བྱུང་པ་ཡིན་ན། ང་ཚོ་སྤྱིར། འཛམ་བུ་གླིང་ཡོངས་ལ་ཡག་དེ་ང་རང་ཚོ་ཅིག་བྱས་རྒྱལ་ཆེན་པོ་མ་ཟད་པའི་གི་ང་རང་ཚོ་ཕ། ཅིག་ང་རང་ཚོ་གི་གྲུབ་པ་ཉམས་ལེན་གནང་ནས། ཕན་ཐོགས་ཆེན་པོ་ག་ཚོད་ཡོད་མེད་འཛམ་བུ་གླིང་སྤྱི་ལ་ཡག་ཕ་ཕན། ཐོག་པ་ག་ཚོད་བྱུང་གི་ཡོད་མེད་དེ་ང་ཚོས་གསལ་པོ་ཅིག་ངའི་ར་འཕྲོད་ཐུབ་ཀྱི་རེད་བསམ་གྱི་འདུག།
ཚོང་དོན་ནང་ན་ཡང་ང་ཚོས་མི་དང་སུམ་ཅུ་སོ་ལྔ་འཛོམས་པ་རེད། ནི་དེ་ནི་མ་དང་པོ་དེ་དང་སུམ་ཅུ་སོ་ལྔ་རེད། དེ་ནི་དེ་ནི་མ་རེད་ལ་ཡ་ཡང་དེ་ལྟ་མཁས་པ་ཡོད་རེད་གང་ཅི་ན་དེ་རྒྱ་གར་གྱི་ཝང་ཚིན་རིག་པ་ཁོང་ཚོ་ཕེབས་ཀྱི་རེད། ནི་ཡང་ང་ཚོ་དེ་འོད་ཟོལ་གྱི་ཚིན་རིག་པ་དེ་ཚོ་ཁོང་ཚོ་ཡང་དེ་ལྟ་ཁ་ཤི་ཁ་ཤི་ཕེབས་ཀྱི་རེད། དེ་ང་ཚོ་བགྲོ་གླེང་དེ་དང་པོ་དེ་ཚོ་གཅིག་གི་ལོ་ཡ་ད་ཚོ་དེ་ང་ཚོ་གི་ཞིབ་འཇུག་གི་རུ་ཁག་ཆ་ཚང་འདི་འཛོམས་བྱས་ནས། འདི་ང་ཚོ་གི་ཨུ་རུ་སུ་གི་ལས་གྲོགས། འདི་ང་ཚོ་རྒྱ་གར་གི་ལས་གྲོགས། ང་ཚོ་དེ་སྒོམ་སྡེ་ཁག་ལ་གི་ང་ཚོ་གི་རུ་ཁག་གི་དགེ་འདུན་པ་གཙང་མ་དགེ་བཤེས་པ་དགེ་བཤེས་ལ་རྣམ་པ་གཙང་མ་དེ་ཉམས་འགྱུར་དེ་བཙོང་ཡ་དེ། ཐོག་མར་ང་ཚོ་དེ་མ་འོངས་པ་ལ་དེ་ཞིབ་འཇུག་གི་འཆར་གཞི་དེ་ག་འདྲས་ཡོད་མེད་དེ་གལ་ཆེ་བྱུང་སོང་ར། དངོས་གནས་ཕྱིན་ན་དེ་གལ་ཆེན་པོ་ག་རེ་ཡིན་ལབ་ན་དེ། འུར་ཆོས་ཀྱི་ཕྱོགས་ལ་ཡ་ད་ཅན་རིག་པའི་རྒྱན་འཛིན་པ་དེས་ཁོང་དེ་ཁྲིད་ཟིན་ང་པོ་དེ་དགོངས་པ་རྫོགས་པའི་ར་གན་ཆེ་ན་དངོས་གནས་ཆེ་ན་ཁོང་དེ་འུར་ཆོས་ཀྱི་ཕྱོགས་ལ་ཡ་དེ་ནང་ལ་འཛུལ་ནས་ང་ཚོ་མཉམ་འབྲེལ་མཉམ་འབྲེལ་དེ་ཡོང་འདོད་ག་ལ་ཡ་ད་ཐུགས་དམ་གྱི་ཉམས་ཞིག་དཔེ་ཧང་སང་ཡག་པོ་དེ་བྱ་བ་ར་ཨ་ནི་བྱས་ཙང་དེ་ནི་དེའི་ནང་ལ་ཡ་ད་ཁོང་དགོངས་པ་རྫོགས་དུས་ག་ལ་ཡ་ད་ནི་དེ་འུར་ཆོས་ཀྱི་ཕྱོགས་ལ་ཁོང་ཚོ་དེ་ཚན་རིག་པ་རྒྱན་འཛིན་པ། Savitri། དེ་ཞུ་གི་རེད། ཨཱ་ནི་ཞེས་ཚང་དེའི་ནང་ལ་ཡང་ང་ཚོ་དེ་ཁོང་དང་མཉམ་འདྲེས་ཁོང་གི་བྱེད་ལས་དེ་བང་སོའི་རིག་པ་དང་གློག་ཀླད་རིག་པ་དེ་མཉམ་འདྲེས་རེད། ཨཱ་ནི་ང་ཚོ་གི་མགོ་བོ་ཚོ་དེ་ལྟར Richie Davidson ཨཱ་ནི་ཁོང་ང་ཚོ་དེ་ཐུགས་དམ་གྱི་ཉམས་ཞིབ་ཀྱི་ཞུ་ཡི་སྐབས་ལ་ཡང་དེ་ལྟར་རྒད་པོ་སོ་དེ་ང་ཚོ་དེ་ཉམས་བཞེས་བྱེད་ནི་ཡིན་ནི་ཡག་པོ་དེ་གསུངས་པ་ར་ནི་དེ་དེ་ཁོང་ཚོ་ཕྱོགས་དང་མི་རྒྱུད་དང་མཐུན་པའི་གང་ཡིན་ཟེར་ན་དེ་ཐུགས་དམ་གྱི་ང་ཚོ་རྣམ་པར་ཤེས་པ་དེ་ཞིབ་འཇུག་བྱེད་དགོས་ཀྱི་རེད་དེ་ཞིབ་འཇུག་བྱེད་པ་ཡིན་ན་དེ་ནས་དེ་དགོངས་པ་རྫོགས་གྲོལ་སྐབས་ལ་ཡང་དེ་ང་ཚོ་དེ་ཞིབ་འཇུག་བྱེད་དགོས་ཀྱི་རེད་དེ་དེང་སང་ང་ཚོ་ཚན་རིག་ནང་ལ་ཡང་དེ་རྣམ་པར་ཤེས་པ་དེ་མཚན་ནི་དེ་ག་འདྲས་ཡོད་མེད་དེ་ང་ཚོ་ཐུས་གོ་འཛུགས་མི་འདུག་ར། ད་ཕྱོགས་གཅིག་ལ་ཡ་ཁོང་ཚོ་དེ་ལས་བབ་ཀྱི་དབང་ནས་དེ་ནི་རྣམ་པ་ཞེས་པ་དེ་རྒྱས་ཡོང་གི་རེད་ཟེར་གྱི་ཡོད་རེད་གཅིག་དེ་ཡང་དེ་ད་གཟུགས་པོ་དང་ལུས་སེམས་ཀྱི་འདྲ་བ་བྱས་ནས་དེ་ནི་དེའི་རྣམ་པ་ཞེས་པ་དེ་རྒྱས་ཡོང་གི་རེད་ཁོང་ཚོ་དེ་ད་དངོས་གནས་བྱས་ན་རྩུབ་པོ་ཆེན་པོ་རེད་ཤ་ནི་དྲུག་སྦྲང་གིས་ཉམས་བཞེས་བྱེད་ཚུལ་ཡིན་ན་དེ་ནི་ང་ཚོ་རྣམ་པ་ཞེས་པ་ཀྱི་དངོས་གནས་དེའི་གནས་ལུགས་དེ་ག་འདྲས་ཡོད་མེད་དེ་ང་ཚོ་གོ་སྐབས་ཆེན་པོ་གཅིག་རེད་ཡང་དེའི་སྒང་ལ་ཡང་ཡང་དེ།